ད་ནི་རྟོགས་པའི་ཁྱད་པར་ལ། རྟོགས་པ་ནི་ས་བཅུ་པོ་ཐམས་ཅད་ཀྱིས་ཀྱང་མཉམ་གཞག་ཏུ་ཆོས་ཉིད་དོན་དམ་པ་ཇི་ལྟ་བའི་ཚུལ་སྤྲོ་བའི་མཐའ་དང་བྲལ་བ་ནམ་མཁའ་ལྟ་བུར་རྟོགས་ཤིང། ཡིན་ན་ཡང་རྗེས་ཐོབ་ཏུ་ཆོས་ཀུན། ཆོས་ཅན་ཀུན་རྫོབ་ཇི་སྙེད་པའི་ཚུལ་སྣང་ལ་རང་བཞིན་མེད་པ་སྒྱུ་མ་ལྟ་བུར་རྟོགས་སོ། སྤྱིའི་ཆ་ནས་བཤད་ན། ས་བཅུ་ལ་གནས་པའི་མཉམ་གཞག་གི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཀྱང་སྟོང་པ་ཉིད་རྟོགས་ཀྱི་ཡོད་པ་རེད། རྗེས་ཐོབ་ལ་ཡང་ཆོས་ཐམས་ཅད་སྒྱུ་མ་ལྟ་བར་སྣང་གི་ཡོད་པ་རེད། སྒྱུ་མ་ལྟ་བར་སྣང་ཟེར་ལབ་པ་ཡིན་ན། སྣང་ཚུལ་ལ་དེ་ལྟ་བར་སྣང་ཡང། དོན་ལ་དེ་ལྟར་མ་གྲུབ་པའི་ཚུལ་དེ། སྣང་བ། དོན་ལ་དེ་ལྟར་མ་གྲུབ་པའི་ཚུལ་དེ་རྟོགས་པའང་དེས་ཟེར་གྱི་ཡོད་པ་རེད། དེ་ལྟར་མཐོང་ལམ་སྟོང་པར་མཐོང་བའི་ཆོས་ཉིད་ཀྱི་བདེན་པ་དེ་ལས་གསལ་མཐོང་གི་རྟོགས་རིགས་མི་འདྲ་བ་གཞན་མེད་ཀྱང། ས་དང་པོ་མཐོང་ལམ་གྱི་སྐབས་སུ་རྟོགས་པའི་སྟོང་པ་ཉིད་དེ་དང་ས་བཅུ་པའི་སྐབས་སུ་རྟོགས་པའི་སྟོང་པ་ཉིད་དུ་ཁྱད་པར་གང་ཡོད་པ་མ་རེད། མཐོང་ལམ་གྱི་སྐབས་སུ་མ་རྟོགས་པའི་སྟོང་པ་ཉིད་ཅིག་ས་བཅུ་པའི་སྐབས་སུ་ཡང་དམིགས་བསལ་རྟོགས་ཡ་ཅང་ཡོད་པ་མ་རེད། ཡིན་ན་ཡང་ས་སྤྱོད་ཀྱི་བྱ་བར་དང་སྦྱར་བའི་ཚེ་ན་ནི་སྤང་བྱ་སྤང་བའི་རྗེས་སུ་ཐོབ་པ་སྒྲོ་འདོགས་ཆོད་པའི་ངེས་ཤེས་ཀྱིས་རྟོགས་པ་བཅུར་དབྱེ་བ་ཡོད་དེ། གང་དུ་བཤད་པ་ནང་བཞིན་རང་རང་གི་དངུལ་དཀར་གྱི་ཤེས་སྒྲིབ་ཡང་ན་ཉོན་སྒྲིབ་འོ་དེ་འདྲ་གི་སྒྲོ་འདོགས་དང་སྐུར་འདེབས་ཀྱིས་བཞག་པའི་བག་ཆགས་ལ་སོགས་པ་དེ་དག་སྤང་བའི་ཆ་ནས་ནི་རྟོགས་པ་བཅུ་ས་བཅུ་གིས་རྟོགས་པའམ་ཡོན་ཏན་བཅུ་འོ་དེ་གའི་དབྱེ་བ་བྱས་ན་འགྲིག་གི་རེད། དེ་ཡང་ས་དང་པོར་ཆུ་སྐྱེས་དབྱིངས་ཀྱི་ཤེས་བྱ་ཐམས་ཅད་ལ་ཁྱད་པར་ཤེས་པས་ཆོས་ཉིད་ཀུན་འགྲོའི་ཚུལ་དུ་ཆོས་ཉིད་ཀུན་འགྲོའི་དོན་དུ་རྟོགས་ཤིང། ཆོས་ཉིད་ཀུན་འགྲོའི་དོན་དུ་རྟོགས་ཟེར་བ་དེ་དཔེར་ན་བུམ་པ་ལྟ་བུ་གཅིག་གིས་ཆོས་ཉིད་སྟོང་པ་ཉིད་དེ་རྟོགས་བཟུང་བ་ཡིན་ན་ཆོས་གཞན་པ་ག་པ་ལ་སོགས་པ་ཡིན་ན་བོང་བུ་གཞན་གྱི་སྟེང་གི་སྟོང་པ་ཉིད་དེ་ཡང་བསམ་བློ་བཏང་བ་ཙམ་གྱིས་རྟོགས་ཐུབ་ཀྱི་རེད་དེ་ལ་སྟོང་པ་ཉིད་རྟོགས་པའི་ཆེད་དུ་གསར་དུ་ལྷོད་པ་ལ་སོགས་པ་དེ་འདྲ་དགོས་པ་མ་རེད། ཆོས་གཅིག་གིས་སྟོང་པ་ཉིད་རྟོགས་ན་ཆོས་ཐམས་ཅད་ཀྱི་སྟེང་གི་སྟོང་པ་ཉིད་རྟོགས་ཐུབ་ཀི་རེད་ཟེར་བ་དེའི་དོན་དག་རེད་ཀི་འབྲུག་སྟོང་འདི་རྟོགས་ཤིང། དེ་བཞིན་དུ་གཉིས་པར་རང་བཞིན་གྱིས་ཨོ་གསལ་བར་མཐོང་བའི་ཆོས་ཉིད་དེ་ཆོས་རྣམས་ཀྱི་ནང་ནས་མཆོག་གི་དོན་དང། ས་གཉིས་པའི་སྐབས་སུ་སྟོང་པ་ཉིད་འམ་དོན་དམ་པ་དེ་རང་བཞིན་གྱིས་ཨོ་གསལ་བའམ་ཡང་ན་ཆོས་ཐམས་ཅད་ཀྱི་མཆོག་ཏུ་གྱུར་བ། འོ་དེས་མཐོང་ཐུབ་ཀྱི་རེད། གསུམ་པར་བསྟན་པའི་ཆོས་རྟོགས་པའི་རྒྱུ་མཐུན་པའི་དོན་དང། ས་གསུམ་པའི་སྐབས་སུ་སྟོང་པ་ཉིད་ལ་མི་སྐྲག་པས་བཟོད་པ་ཐོབ་པ་ལ་སོགས་པ་གང་ལྟར་ཐར་བའི་ཆ་དང་མཐུན་པ་བྱང་ཆུབ་ཀྱི་ཆ་དང་མཐུན་པ་བྱང་ཆུབ་ཀྱི་རྒྱུ་དང་མཐུན་པས་སྟོང་པ་ཉིད་ཀྱི་གནས་ལུགས། ཆོས་ཉིད་ཀྱི་གནས་ལུགས་དེ་རྟོགས་པ་དང། ད་ནི་བྱེད་པར་གང་ལའང་བདག་གིས་པར་ཡོངས་སུ་འཛིན་པ་མེད་པའི་དོན་དང། འཁོར་བ་ཡིན་ན་རེ་མྱང་འདས་ཡིན་ན་རེ་རང་གཞན་གང་ཡིན་ན་ཡང་བདག་འཛིན་གྱི་རྣམ་རྟོག་དང་བྲལ་བའི་ནུས་པ་ལྷག་པར་དུ་ཐོབ་པ་དང། ད་ནི་སྔ་བ་རྣམ་པར་དག་པའི་ཡངས་སུ་རང་བཞིན་གྱི་རྒྱུ་ཐ་དད་པ་མེད་པའི་དོན་དང། ཐེག་པ་གསུམ་གྱི་རིགས་ཐ་དད་དུ་འཛིན་པ་ལ་སོགས་པ། ཐེག་པ་གསུམ་གྱི་རིགས་ཐ་དད་དུ་རང་བཞིན་གྱིས་སྤྲུལ་པར་འཛིན་པ་ལ་སོགས་པ་དེ་དག་སྤངས་པའི་ནུས་པ་ལྷག་པར་ཐོབ་པ་དང། དྲུག་པར་དྲི་མ་གློ་བུར་བ་ཡིན་པས་ཀུན་ནས་ཉོན་མོངས་པ་དང་རང་བཞིན་གྱིས་དག་པས་གསར་དུ་རྣམ་པར་དག་པའང་མ་ཡིན་པའི་དོན་དང། སེམས་ཀྱི་རང་བཞིན་དེ་སྒོམ་བརྒྱབ་ནས་གསར་དུ་རྣམ་པར་དག་སོང་བ་དེ་དེ་འདྲ་ཅིག་མ་ཡིན་པར་ཐོག་མ་མེད་པ་ནས་སེམས་ཀྱི་རང་བཞིན་ལ་སྤྲོས་མེད་ལྷག་པར་མ་ཞུགས་པ་ཡིན་ཙང་ཀུན་ནས་ཉོན་མོངས་པ་དང་རྣམ་པར་བྱང་བའི་ཆོས་དེ་རང་བཞིན་གྱིས་ནི་མཐའ་སྡུད་དུ་མ་གྲུབ་པ། འོ་དེའི་དོན་དག་དེ་རེད། ད་ནི་ཟླུམ་པར་མདོ་ལ་སོགས་པའི་ཆོས་རྗེའི་མཚན་མ་ཐ་དད་པ་མེད་པའི་དོན་དང་ཟེར་བ་དེ་ནི་ཐེག་པ་ཆེ་ཆུང་གི་མདོ་དེ་ལ་ནི་མཆོག་དམན་གྱི་ཁྱད་པར་ལ་སོགས་པ་མེད་པར། ཡང་ན་ཐེག་པ་གསུམ་གྱི་མདོ་དེ་རང་བཞིན་གྱིས་གྲུབ་པས་ནི་མཆོག་དམན་གྱི་ཁྱད་པར་མེད་པ་ལ་སོགས་པ། དེའི་དོན་དག་ལ་ངེས་པ་བརྟན་པོ་ཐོབ་པ་དང་རྒྱས་པར་མི་སྐྱེ་བའི་ཆོས་ལ་བཟོད་པ་ཐོབ་པས་ཉོན་མོངས་པ་བྲལ་བ་དང་རྣམ་པར་བྱང་བ་འཕེར་བ་མེད་པའི་དོན་དང་ཟེར་བ་དེས་ནི་ས་བརྒྱད་པའི་སྐབས་སུ་སྟོང་པ་ཉིད་ལ་མི་སྐྲག་པའི་བཟོད་པ་དེ་ལྷག་པ་ཅན་དུ་ཐོབ་པ་ཡིན་ཙང་ནི་ཉོན་མོངས་པ་རྣམས་རང་བཞིན་གྱིས་བྲི་བ་བྲི་བ་ཟེར་བ་དེ་ཉིད་མེད་པར་གྱུར་པ་ཡང་ན་ཇེ་ཉུང་དུ་འགྲོ་བ་དེའི་དོན་དག་རེད་ཉོན་མོངས་པ་རྣམས་རང་བཞིན་གྱིས་ནི་ཉིད་མེད་པར་འགྱུར་བ་དང། ད་ནི་རྣམ་པར་བྱང་བའི་ཆོས་རྣམས་རང་བཞིན་གྱིས་ནི་འཕེལ་བར་གྱུར་པའི་དོན་དེ་མེད་པ། གང་ལྟར་ཉོན་མོངས་པ་འཁྲུལ་བ་ཉོན་མོངས་པ་མེད་པར་གྱུར་པ་དེའང་མཐའ་གཉིས་དང་ཙམ་དུ་ཀུན་རྫོབ་ཙམ་དུ་ཡིན་པ་དང་རྣམ་པར་བྱང་བའི་ཆོས་རྣམས་འཕེལ་བ་དང་ནི་རྒྱས་པ་དེའང་མཐའ་གཉིས་ཙམ་དུ་ཡིན་པའི་དོན་དེ་ལ་ནི་དམིགས་བསལ་གྱི་རྟོག་པ་ཁྱད་པར་ཅན་སྐྱེ་གི་རེད། ཡང་ན་ཉོན་ཡིད་གནས་གྱུར་པས་རྣམ་པར་མི་རྟོག་པ་ལ་འོང་བ་ཟེར། སྤྱིར་བཏང། ཤེས་བྱ་ཀུན་ཁྱབ་ཀྱི་རང་ལུགས་ལྟར་བ་ཡིན་ན། ཉོན་ཡིད་ཁས་ལེན་པའི་ལུགས་རེད་དེ་ཡིན་ཙང་ཉོན་ཡིད་མེད་པར་གྱུར་བ་ཡིན་ཙང་ཡང་ན་ཉོན་ཡིད་ཀྱི་དྲི་མ་དེ་རྟགས་བཟུང་བ་ཡིན་ཙང་རྣམ་པར་མི་རྟོག་པ་ལ་འོང་བ་རེད་རྣམ་པར་མི་རྟོག་པའི་ཡེ་ཤེས་ཐོབ་པ་རེད་ཟེར། འོ་དེའི་དོན་དག་བཤད་ཀྱི་ཡོད་པ་རེད་རྣམ་པར་མི་རྟོག་པའི་ཡེ་ཤེས་ལབ་པ་ཡིན་ན་བདག་ཏུ་མི་འཛིན་པའི་ཡེ་ཤེས། བདག་འཛིན་དང་བྲལ་བའི་ཡེ་ཤེས། འོ་དེ་ཟེར་གྱི་ཡོད་པ་རེད། ད་ནི་ཡང་ན་དབང་ཤེས་རྣལ་འབྱོར་བས་ཤིང་རྟག་པ་ལ་དབང་བའི་དོན་ཟེར་བ་སྟེ་སྤྱིར་བཏང་ང་རང་ཚོ་མ་བརྟགས་པའི་སྣང་བ་དེ་དག་དབང་ཤེས་ཡང་ན་སེམས། ཡང་ན་རྣམ་པར་ཤེས་པ་བརྒྱུད་ནས་སོ་སོ་སྐྱེ་བོ་རྣམས་ལ་སྣང་གི་ཡོད་པ་རེད། ད་ནི་དག་ས་ས་བརྒྱད་པ་ཐོབ་ནས། ད་ནི་དབང་ཤེས་དེ་སོགས་ཀྱི་རྣལ་འབྱོར་ནས། ད་ནི་དག་པའི་ཡེ་ཤེས་སྐྱེ་གི་ཡོད་པ་ཡིན་ཙང་སྣང་བ་དེ་དག་ལ་ཡང། ནི་དག་པའི་ཞིང་ཁམས་འོ་དེ་དག་སྣང་གི་ཡོད་པ་ཡིན་ཙང་ཤངས་དག་པ་ཤིང་དག་པ་ལ་འོང་བའི་དོན་དང། དགུ་པར། ས་དགུ་པར་ཡེ་ཤེས་རྣལ་འབྱོར་པས་སོ་སོར་ཡང་དག་པར་རིག་པའི་ཡེ་ཤེས་ལ་འོང་བའི་དོན་དང། ས་དགུ་པའི་སྐབས་སུ་མངོན་པར་ཤེས་པ་ལྔ་དང་སོ་སོར་ཡང་དག་པར་རིག་པ་བཞི་ལ་སོགས་པ་གང་ལྟར་གཞན་དོན་བསྒྲུབ་པའི་ཐུར་ཕྱིན་མ་ཚང་བ་མིན་པ་ཐོབ་ཀྱི་ཡོད་པ་ཡིན་ཙང་ཡང་དག་པར་རིག་པའི་ཡེ་ཤེས་ལ་དབང་བ། དབང་བའི་རྟོགས་པ་དེ་ཐོབ་ཀྱི་ཡོད་པ་རེད། ད་ནི་ས་བཅུ་པར་ཇི་ལྟར་བཞེད་པ་བཞིན་སྤྲུལ་ནས་སེམས་ཅན་གྱི་དོན་བྱེད་པའི་ཕྲིན་ལས་ལ་དབང་བའི་གནད་ཀྱི་དོན་རྣམས་སུ་རྟོགས་པར་མདོ་རྒྱན་དང་དབུས་མཐའ་ལས་གསུངས་སོ། ས་བཅུ་པའི་སྐབས་སུ་རང་གི་འདོད་པ་ཇི་བཞིན་དུ་སྤྲུལ་བ་སྣ་ཚོགས་དར་ནས་སེམས་ཅན་ཐམས་ཅད་དོན་བྱེད་ཐུབ་པ། ཨ་ནི་སངས་རྒྱས་གཉིས་པ་ལྟ་བུའི་ནུས་པ་ཡོད་པ་འོ་འདིའི་སྒང་དུ་བཤད་པ་ནང་བཞིན་འོ་དེ་ལྟར་ཡིན་པ་དེ་མངོན་རྟོགས་རྒྱན་དང་མདོ་སྡེའི་རྒྱན་འོ་དེ་ཚོ་ནས་གསུངས་པ་རེད། ད་ནི་དེ་དག་གི་སྤང་བྱ་ཉོན་མོངས་ཅན་མིན་པའི་ཤེས་སྒྲིབ་བཅུ་ཡོད་པས་དེ་སྤོང་བའི་གཉེན་པོའི་དབང་དུ་བྱས་ཏེ་ས་བཅུ་རྟོགས་པའི་ཡེ་ཤེས་བཅུ་ཁོ་ནར་བཞག་པའོ། མདོར་ན་ས་བཅུ་དགུ་ཡེ་ཤེས་བཅུ་བཞག་པ་དེ་ག་རེ་ལབ་ན་རང་རང་གི་སྤང་བྱ་གཞི་སྒྲིབ་ཀྱི་ཕྲ་རགས་མི་འདྲ་བ་བཅུ་ཡོད་པའི་ས་བཅུ་གི་ཡེ་ཤེའམ་རྟོགས་པ་བཅུ་བཞག་པ་རེད། རྗེས་ཐོབ་ཀྱི་ལྡོག་པ་མི་འདྲ་བ་བཅུ་བོ་དེ་ཡང་མཉམ་བཞག་གི་ངོར་རྟོགས་པ་ཙམ་ལ་ཁྱབ་པར་མི་ལྟོས། མཉམ་བཞག་གི་ངོ་ལ་སྟོང་པ་ཉིད་རྟོགས་པ་ལ་ཁྱབ་པར་ཡོད་མ་རེད་དེ་ཡིན་ན་རྗེས་ཐོབ་ཀྱི་སྐབས་ཀྱི་སྒྱུ་མ་ལྟ་བུའི་སྣང་བ་དེ་ལ་ཁྱབ་པར་མི་འདྲ་བ་ཡོད་པ་རེད། དེ་ག་རེ་ལབ་ན་ས་དང་པོ་མཉམ་གཞག་ལ་རྣམ་པར་མི་རྟོག་པའི་ཡེ་ཤེས་ཀྱིས་ཀྱང་ཆོས་ཉིད་ཀུན་འགྲོ་ལ་སོགས་པ་བཟློག་བཟློག་པ་ཆོས་ཀྱི་དོན་ཧྲིལ་གྱིས་རྟོགས་ལ། དོན་དག་རྟོགས་རྟོགས་ག་རེ་བྱེད་དགོས་ལབ་ན། ས་དང་པོ་ནས་བྱུར་བའི་བར་གྱི་ཡེ་ཤེས་བཅུ་གྱིས་མཉམ་གཞག་ཡེ་ཤེས་བཅུ་ཡི་ཡུལ་གྱི་སྟོང་པ་ཉིད་དེ་ས་དང་པོའི་སྐབས་སུ་ཡང་རྟོགས་ཀྱི་རེད་ག་རེ་ལབ་ན་སྟོང་པ་ཉིད་ལ་དབྱེ་བ་ཡོད་པ་མ་རེད་བ། ཡིན་ཙང་ས་དང་པོའི་སྐབས་སུ་རྟོགས་པའི་སྟོང་པ་ཉིད་དེ་ལས་ལྷག་པ་ཅིག་ས་བཅུ་གང་གི་སྐབས་སུ་ཡང་དེ་ལས་ལྷག་པ་ཅིག་རྟོགས་ཡོད་པ་མ་རེད། འོན་ཀྱང་རྗེས་ཐོབ་ལ་ངེས་ཤེས་མཐར་ཐུག་ཏུ་ཤར་བ་དེས་ས་བཅུ་གི་མཉམ་གཞག་ཡེ་ཤེས་ལ་སྟོང་པ་ཉིད་རྟོགས་པའི་ཆ་ནས་ཁྱབ་པར་མིན་ན་ཡང་རྗེས་ཐོབ་ཀྱི་ངེས་ཤེས་འམ་སྣང་ཚུལ་དེ་འདྲ་གི་མ་རེད། ག་འདྲ་འདྲ་གི་མ་རེད་ལབ་སྟེ་ས་དང་པོར་ཕྱི་ཉིད་ཀུན་འགྲོའི་དོན་དུ་རྟོགས་པའི་ངེས་ཤེས་ཤར། གཉིས་པར་མཆོག་གི་དོན་དུ་རྟོགས་པའི་ངེས་ཤེས་ཤར་བ་སོགས་འདྲེའོ། འདི་གང་དུ་བཤད་པ་དེ་རེད། ས་དང་པོ་གི་རྗེས་ཐོབ་ཡེ་ཤེས་ཀྱི་སྐབས་སུ་ནི་ཆོས་ཉིད་ཀུན་ཏུ་འགྲོ་བའི་ཚུལ་གྱིས་རྟོགས་པ་གིས་སྣང་བ་དེ། ཨ་ནི་ཤར་གི་རེས་གཟའ་གཉིས་པའི་སྐབས་སུ་ཆོས་ཉིད་དེ་མཆོག་གི་དོན་ཆོས་ཐམས་ཅད་ཀྱི་ནང་ནས་མཆོག་ཡིན་པའི་དོན་དེ་དེའི་ངེས་ཤེསའམ་ཡང་ན་སྣང་བ་དེ་ཤར་གི་ཡོད་པ་རེད། མདོར་ན་ས་བཅུ་གའི་མཉམ་གཞག་ཡེ་ཤེས་ཀྱི་ཆོས་ཉིད་སྣང་བ་ཨ་ནི་གཅིག་པ་གཅིག་རྐྱང་ཡིན་ན་ཡང་མཉམ་གཞག་ཡེ་ཤེས་དེ་ལངས་བའི་རྗེས་ཐོབ་ཡེ་ཤེས་ཀྱི་སྐབས་སུ་ཨ་ནི་སྒྱུ་མ་ལྟ་བུའི་སྣང་ཚུལ་སྣང་བ་ཤར་ཚུལ་དེ་ལ་མ་འདྲ་བའི་ཁྱད་པར་ཡོད་པ་རེད། ག་རེ་ལབ་ན་སྒྲིབ་པ་རེ་རེ་སྤང་བའི་ཚུལ་གྱིས་རྟོགས་པ་ཇེ་མཐོར་འགྲོ་གི་ཡོད་པ་ཡིན་ཙང། རྟོགས་པ་ཇེ་མཐོར་སོང་བའི་ཚུལ་གྱིས་དག་པའི་སྣང་བ་འཆར་ཚུལ་དེ་ཡང་མ་འདྲ་བ་ཡོད་པ་ཡིན་པ་རེད་འོ་དེ་གསུང་གི་ཡོད་པ་རེད། ད་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནས་མཚམས་བཞག་རྒྱུ་ཆེ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།